ཡིན་ནའང་ནི་དེ་དག་འཁོར་ལོ་བར་མཐའ་ཆགས་ཀྱི་དག་དོན་དམ་དུ་ནི་སྟོང་པ་ཉིད་དུ་དག་གཞན་སྟོང་གི་དག་སྟོང་པ་ཉིད་དུ་ད་ཐམས་ཅད་ཀྱི་འདུས་བྱས་དེ་དག་ཡང་ཆགས་ཀྱི། སྟོང་ཉིད་ཉིད་ཕྱིའི་ནང་གི་དག་གཞན་གྱི་ངོ་བོ་དག་སྟོང་བ་ཉིད་དང་ནི་ད་དུ་སོ་མར་དག་གཏན་ལ་ཕབ་ཁྱད་འོང་གྱི་དེ་དོན་དམ་ཁོ་རང་དག་སྟོང་བཞི་བཟུང་བའི་དག་ད་ནི་དག་གཞན་སྟོང་འོག་མ་ཆེན་པོ་འདི་དག་སྟོང་བཞི་བཟུང་བའི་དག་དང་དུ་དེ་སྤྲུལ་པའི་དག་ཉིད་དུ་སྟོང་བ་དེ་དག་གཏན་ལ་དག་ཕབ་ཡོད་ནི་རེད་ཟེར་གྱི་འདྲའོ། ད་དེ་ནི་འདྲ་ཟེར་དག་ཡིན།

གཅིག་ཏུ་སྟོང་པ་ཉིད་ཅེས་པ་དེ་དག་དོན་དམ་དུ་དག་བཟུང་བ་འདུག་ད་ནི་སྟོང་པ་ཉིད་དོན་དམ་ལ་དག་གཟུགས་མེད་ཅེས་བྱུང་བ་ཀྱི་སྟོང་པ་ཉིད་དོན་དམ་ཁྱད་གཞི་བཟུང་བ་འདུག་ད་ནི་དེ་ལ་དེ་ཉིད་དག་གཟུགས་ཀྱི་སྤྲུལ་པ་མེད་ཟེར་གྱི་འདུག་ཅི་སྟེ་དེ་དག་དེ་འདྲའི་དུས་ལྟར་ལ་བབ་ཆོག་ནི་རེད། དེའང་ཤེས་རབ་སྙིང་པོ་མདོ་གི་སྐབས་ན་དེ་ལྟ་བས་ན་སྟོང་པ་ཉིད་ལ་གཟུགས་མེད་ཚོར་བ་མེད་འདུ་ཤེས་མེད་འདུ་ཤེས་མེད་ཟེར་དེའི་སྐབས་དུ་ན།

ཆོས་དེ་དག་གི་དུག་དེ་བཞིན་ཉིད་དང་མ་ནོར་བ་དེ་བཞིན་ཉིད་དང་གཞན་མ་ཡིན་པ་དེ་བཞིན་ཉིད་དང། ཆོས་ཀྱི་དབྱིངས་དང་ཆོས་ཀྱི་གནས་ཉིད་དང་ཆོས་སྐྱོན་མེད་པ་ཉིད་དང་ཡང་དག་པའི་མཐའ་དང་བསམ་གྱིས་མི་ཁྱབ་པའི་དབྱིངས་དེ་བཞིན་ཉིད་དུ་ཉིད་དུ་གནས་ཏེ་ཟད་དུ་སོང་བ་ནི་ཡང་སྤྲུལ་སྐུ་དུ་སོང་བ་ཀ་དེ་བཞིན་ཉིད་གནས་ཏེ། དེ་ལ་བདག་མེད་བདག་ཀྱང་མེད་སེམས་ཅན་ཀྱང་མེད་གཟིགས་དེ་ལ་བདག་ཀྱང་མེད་སེམས་ཅན་ཀྱང་མེད་གཟིགས་ཀྱང་གུད་དུག་སྟོང་བཞི་གང་དེའི་དེ་སྒྲས་ཉག་བཞི་ཡང་སྤྲུལ་སྐུ་དུ་མ་རབ་བཞག་འདི་ཡང་སྤྲུལ་སྐུའོ་དེ་ལ་བདག་མེད་སེམས་ཅན་མེད་གྲོགས་མེད་འགྲོ་བ་མེད་གསོ་བ་དང་སྐྱེ་བོ་དང་གང་ཟག་དང་ཤེས་དང་ཤེས་བདག་ལ་སོགས

གཉིས་པ་དང་དོན་དང་ལྡན་པ་དང་དག་སྟེ། མ་ཡིན་འགག་ཡིན་ཚུལ་དུ་ད་ལྟ་ནི་འདྲ་རེད་དོ། ཅོ་ནང་བའི་ཆོས་ཉིད་སྒྲུབ་པ་རང་དབང་བར་དོན་ཉིད་དུ་འདོད་པ་ཨེ་ཡིན་ཞེ་ན་དོན་འདོད་ནི་མ་རེད་ད་དུ་འདོད་ནི་ཨེ་ཡིན་ན་བསམ་གྱི་ནི་ར་དུ་སྤྱིར་བཏང་གི་དུ། ད་ལྟ་གི་ང་ཅག་གི་དུ་སྒྲིག་ཟིན་འདྲེ་དུ། སྒྲུབ་ཆོས་ཡིན་གྱི་མེད་དགག་ལྟ་མ་ཡིན་ཟེར་ཀུན་མཁྱེན་སྟོན་ལོང་བའི་བཀའ་བསྡུ་བཞི་བའི་ནང་ན་སྒྲུབ་ཆོས་ཡིན་གྱི་མེད་དགག་ལྟ་མ་ཡིན་ཟེར་གྱི་ཚིག་ཟིག་ཡོད་འདི་རེད། ཏུ་སོམས་མཐོང་ཁྱེད་རང་གྱིས་དེ་མ་ང་ཟིག་གི་དུ།

དེ་ཡང་མ་ཡིན། སྒྲུབ་པ་རང་དབང་ཅན་གྱིས་རྟག་པ་དེ་འདྲར་འདོད་པའང་དེ་ཉིད་མིན་ཟེར་སྒྲུབ་པ་རང་དབང་ཅན་གྱིས་དེར་རྟག་པ་མིན་ཟེར་ནི་རེད། འདི་ནི་སྤྲོས་བྲལ་ཏེ་དེ་ཉིད་དུ་དངོས་པོ་སྒྲུབ་པ་མི་རྟག་པ་དང་དངོས་མེད་དེ་ཉིད་དུ་དགག་པ་རྟག་པ་གཉིས་ལས་དེ་ཉིད་དུ་གྲོལ་བའི་དབྱིངས་འགྱུར་མེད་དེ་ཉིད་ཡིན་ཟེར་ནི་ད་ནི་སྤྱིར་བཏང་གི་དེ་སྒྲུབ་པ་དང་དགག་པའི་སྤྲོས་པ་ཐམས་ཅད་ལས་གྲོལ་ཆོག་ནས་དེ་གྲོལ་ནི་དགག་པ་མ་ཡིན་དགོས་ནི་མ་རེད་དེ་འདྲའི་འདྲ་ཟེར།

བློ་ཡུལ་བཟང་ལྟར་མ་གྲུབ་པ་ལ་དགོངས་གཟིགས་ཁྱོད་ཀྱིས་དེ་ཕྱག་གི་དོན་དམ་ལ་དམིགས་ནས་དགག་བྱ་བདེན་གྲུབ་ཏུ་དུག་བཟུང་བའི་བློ་གཟིགས་པ་ནི་དུས་བཟུང་བ་ལྟར་དུ་དུག་གིས་མ་གྲུབ་པ་ལ་དུག་གི་དགོངས་པ་ཡིན་ཟེར་འདི་དང་འོ་ད་དེ་ལྟར་དུ་ནི་དུག་བསྲུང་བ་ནི་དེ་བཞིན་དུ་ཞིབ་ཅིང་དར་བ་ན་དུག་བསྲུང་བའི་དུག་སྦྱོར་དྲུག་གི་སྐོར་གྱི་དུག་དང་ཕྱག་གི་དུག་རྫོགས་རིམ་གྱི་སྐོར་གྱི་བཟང་ཤིང་རགས་བསལ་ཟས་ཀྱིས་བཟོས་ནོ་དེའི་ནང་ན་དུག་སྟོང་གཟུགས་དང་མི་འགྱུར་བའི་བདེ་བ་བཟུང་དུ་འཇུག་པ་དེ་ནི་དགག་སྒྲུབ་དང་དུ་ཉིད་དོ་དངོས་པོ། དངོས་མེད་དུ་ཡོད་མེད་ཡིན་མིན་གྱི་མཐའ་ལས་འདས་པ་དོན་དམ་འདུས་མ་བྱས་ཡིན་པའི་ཕྱིར་ཟེར་འདི་ལྟ་ན་དགག་སྒྲུབ་ཀྱི་སྤྲོས་པ་ཐམས་ཅད་ལས་གྲོལ་བ་ཡིན་པ་དུ་ཐུག་གསུང་བ་ནི་དེ་ནི་འདྲ་རེད་དེའི་འཕྲོ་དུ་ན་དངོས་པོ་སྒྲུབ་པ་རང་དབང་ཅན་དུ་ནི་མིན་མོད་ཟེར་འདི་ལྟ་ན་འོ་ད་དེ་འདྲའི་གསུང་ནི་དངོས་པོ་སྒྲུབ་པ་རང་དབང་ཅན་མིན་མོད་ཟེར་འདི་ཟེར་བར་དུ་གསུང་བ་ནི་རེད་དེ་ནི་ཀུན་མཁྱེན་ཏོ་ལོ་བའི་རི་ཆུ་ངེས་དོན་རྒྱ་མཚོའི་སྐབས་སུ་དུ། ཆོས་ཉིད་ནི་སྟོང་གཞི་དང་མ་ཡིན་དགག་ཡིན་གྱི་སྟོང་ཙམ་དང། མེད་དགག་མ་ཡིན་པའི་ཕྱིར་ཟེར་བ་ནི། ཆོས་ཉིད་ནི་སྟོང་གཞི་དང་མ་ཡིན་དགག་ཡིན་གྱི་ཟེར་འདི་དག་ནི་སྟོང་གཞི་ཡིན། སྟོང་གཞི་མཚང་ཆགས་ཁམས་གོང་ནས་བཞིན་ནི། མ་ཡིན་དགག་ཡིན་གྱི། སྟོང་ཙམ་དང་མེད་དགག་དེ་ཉིད་མིན་ཟེར་འདི་དག་དེ་ནི་འདྲ་རེ།

དེ་ནི་དེ་གཉིས་ཀྱི་སྟོང་ཙམ་དུ་ཟབ་པ་མ་ཡིན་པར་ནི་དེ་ཆོས་ཉིད་དོན་དམ་བདེན་པ་རྟོགས་པའི་བློ་མཉམ་གཞག་གི་ངོར་དུ་ན། དགག་བྱ་དེ་གཉིས་ཀྱི་དེ་ཉིད་སྟོང་བ་སྟོང་བ་ཙམ་མ་ཡིན་པར་ནི་སྟོང་བའི་ཕྱིར་དུ་ནི་ཟེར་དགོས་ན། དོན་དམ་པའི་སྟོབས་ཀྱིས་མི་འཇིགས་པ་ལ་སོགས་པའི་ཡོན་ཏན་ཐམས་ཅད་དང་ལྡན་པ་ཡིན་པར་དུ་འཆད་རྒྱུ་ནི་དེ་ཡོད་པའི་རྒྱུ་མཚན་གྱིས་དེ་ནི་མེད་དགག་དེ་ཉིད་དགག་བྱ་བཅད་ཙམ་མ་རེད།

ནག་མོ་འཁོར་གི་དག་ད་གཞུང་གཅིག་དག་ལྷོ་གོང་དཔའ་བོ་དག་གཞུང་གཅིག་དག་དྲང་ཡོད་ནི་དེ་ནས་འདྲ་རེད་དག་ལྷོ་གོན་མ་འཁོལ་ཟེར་ཡང་དག་ད་ནི་དེ་ར་དག་ལྷོ་གོན་མ་འཁོལ་གི་དག་ལྷོ་གོན་དག་འདུག་དག་གཞུང་གཟིགས་ཞིབ་བྱེད་དུ་བཀོད་ཆོང་གི་མ་ཡིན་གག་ཡིན་པ་དག་གསུང་བ་ནི་རེད་དག།

བཏབ་དགོས་ཡོད་ནི་རེད་ཟེར་གི་ད་ནི། ཨོ་དེ་ནི་འདྲ་ཚིག་དག་ཡིན་ད་ཟེར་སྐྱོན་དུ་དེ་ནི་འདྲ་ཅིག་རེད། དུ་དོན་དག་འདི་ནི་དག་བདེན་པ་སྟེ། དང་ཤ་ཀི་དག་སྒྲིབ་པ་མ་ཡིན་ནི་དགག་པ་ཡིན་ནི་དགག་པ་ཉིད་ཀྱི་ནང་ནས་མ་ཡིན་དགག་མ་ཡིན་མེད་དགག་མ་ཡིན་པར་དག་མ་ཡིན་དགག་ཡིན་པ། མ་ཡིན་དགག་དེ་ཉིད་ཡིན་ལུགས་དེ་དགག་པ་ཡིན་ལུགས་དེ་དགག་བྱ་དེ་དག། དེ་ནི། སྤྲུལ་པ་ཀུན་བདག་དག་གཞན་དབང་གཉིས་ཀ་དག་དེ་དགག་བྱ་བཞག་ནས་དེ་གཉིས་ཀ་དགག་པ།

རྟོགས་ངོ་བོ་རྟོགས་པའི་དོན་ཉིད་དུ་གཞལ་ངོར་ན་དོན་དམ་བདེན་པ་དེ་དག་མ་ཡིན་འགགས་ཡིན་པ་ད་ལྟ་ནི་དེ་དེའི་མེད་དུ་དེ་རྟོགས་ཕྱོགས་ནི་རེད། སྒྲུབ་ཕྱོགས་ཀྱི་ཡོན་ཏན་ཡོད་པ་ཆ་ག་རྟོགས་པའི་དེ་རྟོགས་ཕྱོགས་ནི་རེད་ད་རྟོགས་པའི་སྣང་བ་ར་ཏི་ཡོང་ནི་མ་རེད། ཟེར་དགོས་འདི་ན་གང་ལྟར་ཡང་ནི་རྟོགས་པ་ལ་དེའི་དོན་སྤྱི་ཟིན་དུ་སྣང་གི་དུས་ཀྱི་མ་རྟོགས་དེ་དོན་དམ་གཞན་ཆ་ར་དེ་ཁུར་གི་དེ་དགག་བྱ་བཅད་པས་བྱེད་ན་དོན་དམ་དེ་དེ་དེ་སྟོང་གཟུགས་རྣམ་པ་ཐམས་ཅད་པ་ཡིན་པ་ནི་ར་ད་དོན་དམ་ཡོན་ཏན་དེ་རྣམ་པ་ཐམས་ཅད་པ་ཡིན་པ་དེ་རྟོགས་པར་ཕྱིར་ཤར་ཐུབ་ནི་མ་རེད་དེ་རྟོགས་མེད་ཀྱི་དེ་བློ་སོ་སོ་རང་རིག་པའི་ཡེ་ཤེས་གཟུགས་ཀྱི་ངོ་བོར་དེ།

བདེན་གྲུབ་དང་ཡིན་མཛད་རྒྱུ་དེ་ཡིན་ཏེ་དུས་ཤེས་རབ་མྱང་བོ་དང་མདོ་དབུས་སྐབས་ན་མི་ཟིན་པས་ན་བདེན་པར་བྱས་པར་ཤར་ཏེ་གསལ་འདུག་ད་ནི་དུག་གསུམ་ག་ནི་ར་དང་མི་ཟིན་པ་ཡིན་པའི་རྒྱུ་མཚན་གྱིས་ཟིན་པ་མ་ཡིན་པའི་རྒྱུ་མཚན་གྱིས་དེ་བདེན་པར་བྱས་པར་ཤར་ཏེ་གསལ་བདེན་གྲུབ་ཀྱི་དུས་ར་སྒྲ་བརྒྱར་བཞག་བ་ནི་བདེན་པ་ཡིན་ད་བདེན་གྲུབ་མིན་མཛད་དེ་ནས་བཟུང་བ་ནི་མ་རིག་བདེན་པར་བྱས་པར་ཤར་ཏེ་དེའི་བདེན་པ་ཟད་ཀྱི་འདུས་ཀྱི་དང་བྱ་ཀྱི་དུས་དགག་བྱ་བདེན་པ་མ་རེད་སྤྱིར་བཏང་དུ་དོན་དམ་དུ་ཉིད་དུ་བདེན་པ་ཡིན་དང་བདེན་གྲུབ་མིན་ཟེར་ནི་བཟི་དང་དབུ་མ་བ་དུག་སྟེ། བདེན་གྲུབ་ཡིན་ཟེར་ན་གཉིས་ཡོད་ནི་རེད་ད་དུ་གཉིས་ཀ་གང་ལྟར་ཡང་ནི་དུག་ཚིག་ཙམ་མ་གཏོགས་དོན་ལ་ཕར་ཆེར་གནད་འགག་ཅིང་དུ་འགལ་བ་ཡོད་ས་མ་རེད་གཉིས་ཀའི་དུག་ཐེག་ཆེན་འཕགས་པའི་མཉམ་གཞག་ཡེ་ཤེས་ལ་སྣང་སྙིང་མཐུན་པ་དེ་ཡིན་ཟེར་ནི་རེད། དུག་དེ་ཇོ་ནང་བའི་དུག་དབུ་མ་གཞན་སྟོང་དུ་དུག་ཐེག་ཆེན་འཕགས་པའི་མཉམ་གཞག་ཡེ་ཤེས་ལ་སྣང་སྙིང་མཐུན་པའི་དུག་བདེན་པ་དེ་ཡིན་དེའི་བདེན་པ་དེའི་ངོ་བོར་གྲུབ་པའི་རྒྱུ་མཚན་གྱི་བདེན་གྲུབ་ཡིན་ཟེར་ནི་རེད

ཀུན་རྫོབ་ཏུ་དེ་གཉིས་མི་ལྡན་ན་ཀུན་རྫོབ་ཀྱི་བདེན་པར་མི་རུང་བས་དེ་གཉིས་ཀུན་རྫོབ་བདེན་པ་གང་ཡིན་པ་དེ་ཀུན་རྫོབ་ཏུ་བདེན་གྱི་ཟེར་དོན་དམ་དུ་མི་བདེན་པ། ཇི་ལྟ་བ་དེ་བཞིན་དུ་དོན་དམ་དུ་དེ་གཉིས་དུག་མི་བདེན་ན་དོན་དམ་དུ་བདེན་པར་དེ་གཉིས་མི་རུང་བས་དོན་དམ་དེ་གཉིས་དུག་བདེན་པ་གང་ཡིན་པ་དེ་དོན་དམ་དུ་དེ་གཉིས་དུག་བདེན་གྱི་དེ་གཉིས་ཀུན་རྫོབ་ཏུ་དེ་གཉིས་དུག་བདེན་པ་མ་ཡིན་ནོ་ཟེར་དོན་དམ་བདེན་པ་དེ་དོན་དམ་དུག་བདེན་ཀུན་རྫོབ་ཏུ་བདེན་པ་མིན་ཟེར་འདུག་ད་འོ་ད་དེ་ནི་འདྲ་ནས་འཕགས་པའི་མཉམ་གཞག་ཡེ་ཤེས་ངོར་དེ་གཉིས་དུག་སྣང་ངོར་དེ་གཉིས་དུག་སྣང་ཉིད་མཐུན་པའི་དེ་གཉིས་དུག་བདེན་པ་དེ་ཡིན་ཟེར་འདུག་ད།

རྟོགས་པའི་སྤྱིར་བཏང་བཞིན་དུ་དེ་ལྟར་དཀྲི་བོ་ནི་བདག་གཏན་ལ་ཕབ་མ་ཐུབ་ཀྱི། དེ་ཐུབ་དགོས་བ་ནི་མ་རེད། འདི་ན་དེ་ལྟར་དཀྲི་བའི་སྟོང་བ་བདག་གཏན་ལ་ཕབ་མ་ཐུབ་ཀྱང་རྒྱུ་ཕྱིར་བཏང་དེ་བདེན་གྲུབ་ཀྱི་དེ་སྟོང་བ་གཏན་ལ་དེ་ཕབ་མི་ཐུབ་ཟེར་གྱི་འདྲ་དེ་འདྲའི་འདྲ་ཟེར་དེ་རེད། འོ་ད་དེ་མིན་འདྲ་ཟེར་དེ་དེ་རྟེན་འབྲེལ་གྱི་རིགས་པ་དང་དུ་སོགས་དུ་གོ་ཀྱང་རྒྱུ་དགག་བྱ་བདེན་གྲུབ་ཀྱི་དེ་ཉིད་དེ་སྟོང་བ་གཏན་ལ་ཕབ་ཐུབ་ནི་དེ་འདྲའི་འདྲ་ཟེར།

གཉེན་ཚང་དུག་འགྲོ་གཉེན་དག་ནི་དུ་ནི། ད་ཡང་དུག་ཁོང་རྣམ་པའི་དུས་ཚོད་དགོས་ནི་འདྲ་དུ་ཚོགས་པ་རྙོག་འགྱོ་ནི་འདྲ། ད་དུ་འདྲེ་གི་དུག་གནས་ཚུལ་དག་གི་ཤོང་རྒྱུ་རེད་ནི་དུ། གང་ལྟར་ཡང་ནི་ངའི་བཞིན་འདོད་པ་དེ། ད་དེ་ལྟ་བུའི་དུག་རགས་རིམ་རགས་རིམ་ཟིག་དུག་གི་བཞི་འདི་ཡིན་མ་གཏོགས་ཡང། ང་ཚོ་དུག་བཞི་མོ་ཅང་བཞི་ཡང་ཤེས་ནི་མ་རེད་ད་ནི་དུག་གི་བཞི་དགོས་ན་ཡང་ནི་དུས་ཚོད་ཡང་དུག་འགོར་འགྱོ་ནི། འོ་ད་དེ་ནི་འདྲ་ཟིག་དུག་གི་རེད་ཟེར་གི་འདུག་ཀྱི་ནི་འདྲ། དེ་ལྟ་བུ་ཟིག་དུག་གི་ཡིན་ད་ཟེར་གི་འདུག་ཀྱི་དུག་ཡིན་དེ་ནི་ད།

སྤྱིར་སངས་རྒྱས་ཀྱི་བདག་བསྟན་པ་རིན་པོ་ཆེ་འདི་ཉིད་དུ་ཡངས་བའི་རྒྱལ་ཁབ་ཀུན་ཏུ་དུ་ནམ་ཡང་ཉམས་པ་མེད་པར་གོང་ནས་གོང་དུ་དུ་ཉིད་དུ་འཕེལ་ནས་དུ་དུ་ནས་སེམས་ཅན་རྣམས་ལ་དུ་བསྟན་པ་དམ་པའི་ཆོས་འདི་ལ་དུ་བརྟེན་ནས་དུ་ད་ནི་བདེ་སྐྱིད་བླ་ན་མེད་པ་དུ་ཉིད་དུ་ཡོང་བའི་དུ་བཀྲ་ཤིས་རྨོ་འདུན་གྱི་བཀྲ་ཤིས་བདེ་ལགས།